ཀྱི། བུད་མེད་ཀྱི། བུད་མེད་རྣམས་པ། ད་བུད་མེད་སྤྱི་ཚོགས་ནང་ལོ་ནི་བརྒྱ་ཆ་ལྔ་བཅུ་བུད་མེད་ཆགས་བསྡད་གོ་ར། བྱས་ཙང་དེའི་ཧོན་ཐོ་རེ་ཀྱི། གྲངས་ཀ་མང་པོ་བྱེད་རོགས་ད་ས་ཡ་གསུམ་ཀྱི་ཆེད་དུ། ཨོན་ད་གྲ་ཁམ་དེའི། དམིགས་བསལ་གྱི་བཟོས་ཀྱི་ཡོད་ཟེར་ར།

བོད་པའི་སྤྱི་ཚོགས་ནང་ལོགས་ན་བཙན་བྱོལ་བོད་པའི་གི་སྤྱི་ཚོགས་ནང་ལོགས་ཀྱི་གཞས་མ་དེ་རབ་ལ་ཡོད་ཨ། དེ་རབ་ཡོད་སེ་ལ་ངོ་རང་རང་གི་ཐོག་ལ་ཡིན་ཡིན་ད་ང་དེ་དྲ་ཁམ་དེ YouTube ནང་ལོགས་ལ་ཡོད་ས་རེད་ང་ངོ་དེབ་ཀྱི་གྲོགས་པོ་ཅིག་ཙང་དེ་ད་རང་ཤོ་གས་རང་འབྱོར་སོ་ར་དེ་ལ་དོགས་ཆེ་ནས་ཤར་སྐྱ་ལ་དོན་ར་མ་སོ་ཡིན་ནས་དེའི་སྐད་ཆ་དེ་གནད་འགག་གི་སྐད་ཆ་རེད་ཤག་དེ་ད་ལྟ་བུ་མོའི་གཅིག་གི་མ་ཁ་ནས་དོན་ནི་བཤད་བཞག་རྒྱུ་རེད་མ་གཏོགས་ཡང་འདི་ཡིན། མོ་རང་གིས་གསུང་བའི་དེ་མོ་རང་གཅིག་པོའི་གི་ཆེད་དུ་གསུང་དགོས་མ་རེད་དེ་བུ་མེད་ཡོངས་སུ་གྱུར་པའི་གི་ཆེད་དུ་གསུང་དགོས་བ་རེད་ར་འདི་དངོས་གནས་དོགས་པ་བཏོན་ནས་གསུང་གནང་ས་དེ་རབས་ལ་འོང་འདི་གི་ད་ད་ལྟ་ང་རང་ཚོའི་གི་བོད་པའི་སྤྱི་ཚོགས་ནང་ལོགས་ལ། བོད་གཞུང་ཐོག་ནས་ལས་ཀ་བྱེད་ཀྱི་ལ་སོ་ཡང་ད་བོད་གཞུང་ལ་དུས་ད་མི་མང་གི Institute ལ་གོ་ར་དྲང་པོ་ཤོག་ཡིན་ན་སློབ་གྲ་ཡིན་ནའི་རེད་ཨ་ནི་ཟློས་གར་ཚོགས་པ་ཡིན་པ་ཡིན་ནའི་རེད་ཨ་རྩེད་མོ་གི་ཚོགས་པ་དེ་ཚོ་ཡིན་པ་ཡིན་ནའི་རེད་ད་གཞུང་གི་ཐོག་ནས་ཡིན་པ་ཡིན་ན་ཨ་ནི་མི་མང་གི་དཔལ་འབྱོར་བཏང་ནས་ཨ་ནི་མི་དམངས་ཀྱི་ཞབས་ཕྱི་ཞུའི་ཆེད་དུ་ཡིན་ལགས་བོ་རང After all Public Servant གི་ལས་ཀ་དེ་དེ་རང་དང་མི་དམངས་ཞབས་ཕྱི་ཞུ་མི་དམངས་ཞབས་ཕྱི་ཞུ་ནས་དཔེ་ཡག་པོ་དེ་འབྲས་དུ་བ་ངེད་ཀྱི་ནམ་རྒྱུན་ནས་ལབ་དང་ལབ་བཞིན་པ་རེད་སྤྱི་འཐུས་གྲོས་ཚོགས་ནང་ལ་ཆེ་རྒྱུས་སྤྱི་འཐུས་རྣམ་པ་དེ་ནས་ང་རང་ཚོས་ཀྱི་སྤྱི་འཐུས། སྔར་ལས་བོད་ཀྱི་སྤུས་རྟགས་དེ་འདྲའི་ཡོད་ད། ཁྱེད་རང་ཚོས་ཚེ་ཏན་ཆོས་འཕེལ་གདོང་པ་ཐོག་དང་ལྷ་ཁེ་སི་གནམ་སྐས་ཐོག་ཁ་ལག་གཡུ་ཡོག་ཧ་གོ་གོ། འདི་ཡིན་པ་ཆེ་ར། ང་ནི་དེ་ནས་དེ་ལྷ་ཇི་བྱོན་དཀོན་མཆོག་ཆོས་སྒྲོན་ལགས་ཆེ། དེ་ནས་ད་ལྟ་ཡོད་ད་ནི། ཁོ་ཁྱོ་ག་ནང་ལོགས་ལས་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ། ཡག་པོ་དེ་འདྲ་ཡོད་ད་ཁྱེད་རང་ཚོ་ཧ་གོ་གོ་ད་སྐད་ཆ་བཤད་སྟངས་ཁོ་ར་ངོ།

ནན་སྐད་མང་པོ་ནང་ལོག་ནས་ལྕགས་ཆེ་ཤོས་སྦྱོར་བ། རང་བཙན་འཐབ་རྩོད་བྱེད་ཡ་དང་མཉམ་དུ་འདྲ་འདྲ་བྱས་ནས་ལས་ཀ་བྱེད་པ་ལྕགས་ཆེ་ཤོས་འདི་ག་རེ་རེད། བོད་མི་རིགས་མི་འབོ་འཕེལ་རྒྱས་བྱེད་ཡ་འདི་རེད། ཨོ་ཅོ་ས། Procreation of the Tibetan Race ལ་ཞེས་པ། བོད་མི་རིགས་ཀྱི་འཛུམ་མ་ང་བཟོད་ཐུབ་ཡ་ཆེད་དུ་རེད། འདི་བཟོད་ཐུབ་ཡ་དེ་ང་ཚོའི་ཀྱི་ང་རང་ཚོ་བོད་པ་ཚོ་འཛམ་གླིང་ནང་ལོ་ལ་མང་ཤོས་ཆགས་གོ་ཡོད་ལ་ནི་ལག་འོག་མར་བཏགས་ང་ཚོའི་ཀྱི་ད་འདས་ཀྱི་གནས་དུས་ཚོད་དེ་ལ

བུད་མེད་ཅིག་གིས་ལས་འགན་འདི་ཧང་སངས་ཀྱིས་ཡག་པོ་བྱས་ནས་བསྒྲུབས་ནས་འཛམ་བུ་གླིང་ནང་ལོ་ལོ་པོ་པོ་ཅིག་སྐྱེས་པ་ཡིན་ན། ཨ་ནི་འདིའི་རྗེས་སུ་ཡི་རང་ཡོད་ལེར་བོད་ཀྱི་རྩ་དོན་ལ་ཕན་དགོས་རེད་རང་ཡིན་ཚོད་ལ་ཚོགས་པའི་ངོས་ནས་གཞུང་གི་ངོས་ནས་རྒྱབ་སྐྱོར་བྱས་ཏེ་གལ་ཆེན་པོ་རེད། ཧ་ལས་ཀྱི་གལ་ཆེན་པོར་བལྟ། ང་ད་ལྟ་སྐད་ཆ་དེ་བསམ་བློ་ཁོག་ཡུག་ཁོག་ཡུག་ལ་ཏུག་ཏུག་ཏུག་ལངས་ཡིན་ངོ་ནས་བྱས་ན་དེ་རང་ཐོག་ལ་དམིགས་བསལ་གྱི་དྲ་གམ་ལོ་ག་ཅིག་བཟོས་དགོས་ཞེས་དུག་རྐུབ་བཙུགས་ནས་ལྷོད་ལྷོད་བྱས་ནས་ཡིན་ནའི་དེ་ཡོང་མི་འདུག་དུས་ཚོད་སྐྱེལ་འགེལ་བ་དང། བོད་མི་རིགས་དང་བོད་རྒྱལ་ཁབ་ལ་ཕན་ཡག་གི་ལས་ཀ་དེ་སྤོ་རྒྱལ་དེ་ལས་འགན་ཆེན་པོ་ཅིག་ཆགས་ཀྱི་ཡོད་དུས་བྱམས་པ་ལ་དེ་འདྲའི་ལས་འགན་སྒྲུབ་ཉེས་བྱས་ན་དེ་ལ་ལྕགས་ཁ་ཕྱེ་ཡག་བདག་པོ་རྒྱ་ལིངྒའི་དུས་སུ་རེ་ཞུང་བྱ་དགོས་བྱུང། ཚོགས་པ། སྤྱི་ཚོགས། བུད་མེད་ལྷན་ཚོགས། ཧོ། བུད་མེད་ཀྱི་རང་དབང་གི་ཐོག་ལ་སྐད་ཆ་བཤད་ཀྱི་ཡོད། ད་ད་ལྟ་སླེབས་ཡོད་ད་ད་ལངས་ཤོག་ཨ། ད་ལངས་ཤོག་བུད་མེད་ལྷན་ཚོགས། བུད་མེད་ཅིག་ལ་དབྱེ་འབྱེད་བྱས་ནས། ཨ་ནི་དབྱེ་འབྱེད་བྱས་མེད་ན་ཡ་མེད་ན།

བདེ་བ་བྱེད་ཀྱི་དུས་ཚོད་དེ་འགོ་མ་རེ་གཏོང་དོ། རང་ཡ་མེད་ན་ཨ་མ་ལས་ཀ་བྱེད་དགོས་ཡོད་པ་བྱེད། སྤུ་གུ་སྐྱེ་ས་མ་རག་ནས་དཀའ་ངལ་ཡོད་ན་འགྲིག་གི་རེད་གཏོང་དོ། སྤུ་གུ། བོད་པའི་སྤུ་གུ་བོད་བོད་ཀྱི་ཡང་སྐྱོང་ཨེ་དེ་གལ་ཆེན་པོ་ག་རེ་བྱེད་ལ་ན་ང་ཚོས་ཀྱི་བོད་ཡིག་ད་བོད་ཡིག་བོད་ཡིག་ཀྱི་འཇང་དགོ་ལ་མང་པོ་ཞུས་ལ་དེ་ཡིག་ཏུ་ཨོ་དེ་རེད་བོད་ཡིག་ཤེས་ཡ། བོད་ཀྱི་རིག་གཞུང་ཤེས་ཡ་མོ་རང་གཞན་མ་རེད། ཐབས་ངེས་རེད། དེ་རིག་གཞུང་ཉམས་དོགས་ཚུལ་དེ་གོ་རིག་གཞུང་ཤེས་ཡ། ཆོས་ཤེས་ཡ། དེ་ཚོ་ཚང་མ་ལོ་སྤུ་གུ་གཅིག་ལ་སུས་ཙང་རག་གིར། དང་པོ་སློབ་གྲྭ་གཅིག་ལ་མ་འགྲོ་གོ་ནས་ཨ་མ་ཙང་རག་གོ་ཕ་མ་ཙང་རག་གོ། དེ་རག་ཡ་གི་གོ་སྐབས་དེ་མེད་བ་བཟོས་གི་འདུག་ཨ། འདི་གཅིག་བྱས། སྤུ་གུ་དེ་ལ་རོགས་ཨ། སློབ་གྲྭ་གཅིག་ལ་འགྲོ་བ་ཡིན་ན། བོད་པའི་སྤུ་གུ་བྱིན་དུས་བོད་པའི་གི་ཆོས་དང་རིག་གཞུང། བླ་མཉེས་ཀྱིས་སློབ་གྲྭ་གཅིག་ལ་འགྲོ་ཐུབ་པའི་གོ་སྐབས་ཀྱི་གོ་སྐོར། བོད་པའི་སྤུ་གུ་ཚང་མ་ལ་རེད་ད། བོད་པའི་སྤུ་གུ་ཚང་མ་ལ་གོ་སྐབས་ཀྱི་གོ་སྐོར། འོན་ཏེ་གོ་སྐབས་དེ་མེད། ཁ་སྙན་པོ་ཐོག་ནས་གཞུང་གི་མི་ལས་ཀ་ཡིན་དོ་དོ་བྱས་ནས་སྒྲིག་གཞི་རེད་དོ་དོ་བྱས་ནས་ཨ་ནི་བུ་མོ་དེ་ག་རེ་ས Transfer བཏང་ཡག་ཤི་དོ་ཨ། ས་གནས་གཅིག་ནས་གཅིག་ལ་འདུག་སོང།

རྒྱ་སྒོར་གཞུང་འདི་གི་ཅང་བོ་ཆི་ཧོ་རེད། རྒྱ་གར་ལ་རོ་ཨ། བོད་པའི་སྤྱི་ཚོགས་ནང་ལ་ཕ་མ་དང་སྤུ་གུ་ཁ་བྲལ་བཏང་ཡ། ཡ་མེད་ན་ཨ། འོ། རེ་བ་དེ་ག་རེད། ཕ་མ་འུ་ཐུག་ནི་ལས་ཀ་འགྲོ། སྤུ་གུ་དར་ཤ་དེ་བ་ལ་བེད་ཁོ་ར་མི་ལ་བཅོལ་ནི་ཤ་གི་རེད་བསམ་ནི་ཕ་མ་དང་སྤུ་གུ་ཁ་བྲལ་བཏང་ཡ་གི་དམིགས་ཡུལ་འོ་འདི་རེད་དོ་ལའི། ཁྱེད་རང་ཚོ། སློབ་སྦྱོང་སློབ་གྲ་དེ་ཚོའུ་ལ་གན་ཅིན་བྱེད་ཡ། ར། བོད་པའི་སྤུ་གུ་ལ། ཆོས་དང་རིག་གཞུང་བསླབ་པའི་གི། ནུས་པ་དེ་མེད་ན་རོ། ལས་ཀ་ནི་མ་བཀླགས་རྒྱུ་ལས། དོན་རྒྱུ་ལས། ཐ་ན་དེ་རབས་ཡོད་སའི་འདྲ་བོ་ཅིག་མ། Transfer བཏང་ཡང་ཤི་ཏོ་ཨ། དེ་ངེད་ཀྱི་གར་མཐོང་སྐོར་ལགས་བས། གིས་ཀྱི་སྙམ་དུ། མོད་ཀྱི་ས་ཆ་ཤི་ཏོ་ཨ། འོ་ད་ལ་ཁོ་རང་ཚོས་ཀྱི་དགའ་བོ་ཉེ་པོ་མཐོང་ནས་ཅིག་ཤར་སྐྱ་ཡག་བཙུགས་ཆོག་ཆོག་བྱས་ནས། དེ་འདྲའི་འཁྲབ་སྙན་འཁྲབ་སྟོན་པ་ཅིག། དེ་འདྲའི་ཚོད་བཏོན་ནས Space བཟོས་སྐོར། སོ་སོའི་དགའ་བོ་ཉེ་བོ་དེ་ཚོ་དེ་ས་ལ་སྤེལ་བཟོད་དགོས། ད་ངེད་ཀྱིས་ཅིག་བསམ་བློ་བཏང་དང་དེ་བཞིན Radical ཐུག་ན་བསམ་ཉེས་ཡོད་སྲིད་ཀྱི་རེད་བ། Radical ཡོད། སྤྱི་ཚོགས་དེ་འད་ཀྱི་ལ Radical དོན་གཉེར་རྐང་རེ་གཉིས་ཅིག་མེད་ན་ཨ། སྤྱི་ཚོགས་འད་ཁོ་ར་ཉམས་འགྲོ་སར་དང་ང་འགྲོ་བྱེད་ན་ཕྱི་ཡལ་འདས་ར་ལོ་གཉིས་སང་ངེ་འགྲོ་གི་འདུག་ད་འདིར་སོ་སོའི་གིས་བོད་པ་ཡིན་ལ་ནི Identity དེ་མ་ལ་ཡོད་ཀྱི་ཐབས་ཤིག་བཏང་རྒྱུ།

དཀོན་མཆོག་ལ་ཡང་ཁྱེད་རང་ཚོས་ཀྱིས་རིམ་པ་རིམ་པ་གྱིས་ལས་ཀ་སྡུག་ཅག་མང་པོ་བྱེད་ཀྱི་འདུག་ལགས་སོ། རིམ་པ་དེ་ལ་སླེབས་ཚར་དུ་ཕ་མ་སྤུ་གུ་ཡང་མེད་ན་ཁ་བྲལ་བཏང་ཐུབ་ཡ། ཁ་བྲལ་བཏང་མ་ཐུབ་ན་སྤུ་གུ་ལ་བོད་པ་ཆོས་དང་རིག་གཞུང་ཤེས་ཡོན་གྱི་གོ་སྐབས་དེ་བླ་བཏང་ཡང། ས་གནས་ཁག་གང་ས་ལ་མ་བཏང་དྲན་གསོ་དང། ལུང་གཡས་གཡོན་ལ་ངུ་འདུག་ར་ཏི་སི་ཀ། དཔེ་དུག་ཅག་ར། རྒྱ་ནག་ལ་རྒྱ་མིག་གི་ལས་ཀ་ཅིག་བྱེད། རྡ་རམ་ས་ལ་ལ་ཡང་ལས་ཀ་གཞན་པ་ཅིག་བྱེད། རྡ་རམ་ས་ལ་ལ་ཡང་ལས་ཀ་དེ་འདྲ་བྱེད། ཚོགས་ཆུང་གི Decision ལས་ལས་ཟློག་ཡ། ག་རེ Decision ཚོགས་ཆུང་ཚོགས་ཆུང་དེ་ལ་སུ་སུ་ཡོད་ལས། ཨ། བུད་མེད། བུད་མེད་ཅིག་དང་སྤུ་གོ་གཅིག་གིས་མི་ཚེའི་འགྲོ་སྟངས་ཐོག་ལ་ཐག་བཅད་ཉིན་གྱི་ཚོགས་ཆུང་འདི་ནང་ལོགས་ལ་སུ་སུ་ཡོད་ཧ་གུ་གུ་ཡན། མིང་ཧ་གུ་གུ་ཡན་ཁྱང་ཚ། ཕ་མ་སྤུ་གུ་ཁ་བྲལ་བཏང་ཡས་ཀྱི་འཆར་གཞི་གཅིག། ཁ་བྲལ་བཏང་མ་ཐུག་ན་པོ་གོ་ལ། བོད་བོད་ཀྱི་གཤིས་ཀ་བཟང་པོ། ཆོས་དང་རིག་གཞུང། དེ་ཚོ་མ་རག་ཡས་ཀྱི་ཐབས་ཤེས་ཅིག་ག་ལེ་ག་རེ་བྱས་ནས་སྤྱི་ཚོགས་ག་རེ་ཡི་ནས་མི་དེ་ཚོ་སེམས་པ་ཕུ་སུ་ཐོག་པོ་བྱུང་ན་ལས་ཀ་དེ་ཚོ་ཡག་པོ་བྱེད་ཐུག་མར་ཚོས་སེམས་པ་ཕུ་སུ་ཐོག་པོ་བཟོས་གི་འདུག་ཨ། གང་བྱས་མ་བྱས་ད་ད་ལྟ་དེ་ཡི། བུད་མེད་ས་ཡ་གསུམ་གྱི་སྐད་ཆ་ཕྲག་སྐོར་དང་ད་ལྟ་བུད་མེད་ས་ཡ་གསུམ། ས་ཡ་གསུམ་དེ་ཚོ་ལ་སྤུ་གོ། ཨ་ནི་ལགས་ཁོ་རང་ཚོ་ཆོས་ཀྱི་ལམ་རང་ལ་འཐད་ཉེན་དེ་ཚོ་ཡིན་ན་མ་གཞི་དམངས་ཆེ། མི་སྐྱ་ཡིན་དུས་ཙམ་པ་ལ་མི་སྐྱ་དེ་ང་རང་ཚོས་ཀྱི་བོད་ཀྱི་འཐབ་རྩོད་ཀྱི་ལམ་ནང་ལོ་ནས་གལ་ཆེན་པོ་གཅིག་དེ་མི་འབོར་འཕེལ་རྒྱས་བྱས་དེ་རེད་བ། Population Growth། Population དེ་ཡལ་ཁད་ཆེན་པོ་ར། པ་དེའི། པོ་གོ་གཉིས་པ་དེ་སྐྱེ་བ་ལ་གསུམ་པ་དེ་སྐྱེ་བ་ལ། བསམ་བློ་མང་པོ་བཏང་དགོས་ཟེར་གི་འདུག་ཨ། ངོ། ཨ་ཚི་ང་སྤྱན་མ་ཡང་ལས་ཀ་བྱེད་དུས་དཀའ་ངལ་འཕྲད་ཀྱི་རེད། ཡ་མ་བི་རྒྱ་བཏང་གི་རེད། སྤྱི་ཚོགས་ཀྱི་དམའ་འབེབས་བྱེད་ཀྱི་རེད། གཞུང་གི་སྲིད་ཇུས། དམིགས་བསལ་གྱི་སློབ་གྲྭ་སམ་བོད་དོན་སློབ་གྲྭ་ཡིན་ན་ཞིག་ལ་ཡོད་དུ་རེད། ཤམ་བུ་དྲོད་ལས་དེ་ང་སྙེ་མ་གོ་མ་ཉུང་དྲང་པོ་ཤེས་ར་སྙེ་མ་ག་རུ་གོ་ཉུང་ལགས་བས་ང་ཆུ་འཇུས་སྐབས་སུ TCV School བོད་ཁྱིམ་སློབ་གྲྭ་བོད་མིང་དེ་བོད་ལ་ནས་ཁྱི་ཡོད་དེ་ར་བོད་པའི་སྤོ་བོ་ཆེད་དུ་བ་སློབ་གྲྭ་དེ་འདྲ་བཙུགས་བཞག་རྒྱུ་ར་ཞེན་པ་ག་རི་ང་ཚོ་རྒྱལ་ཁབ་དེ་བ་ལ་ད་ལྟ་ལུང་པ་འདྲ་མི་སྣ་ཚོ་ནས་དེ་ཡོད Refugee ཡོད། རེ་ཕེ་ཅི་དེ་ཚོའུ། དཔེར་ན་ཆ་ཤ་ན་ཨི་རག་ནས་སླེབས་ཀྱི་ཡོད་ན་ཨི་རག་གི་སློབ་གྲྭ་ན་ནས་ལོ་ག་དེ་འདྲ་བཙུགས་གོ་མ་ད། ཨིན་ཏི་ཨི། ཨ། ལུང་པ་རེ་རེ་གི་རེ་ཕེ་ཅི་ཨེ་ཕི་ཀ་ནས་ཡིན་ན་ཁོ་ཚོ་ཚང་མ་ལ་ཨེ་ཕི་ཀན་སློབ་གྲྭ་ན་ལོ་ག་རེ་རེ་བཙུགས་གོ་མ་ད། ང་ཚོ་དེ་ལ་ག་རེ་བྱེད་དགོས་རེད། གཞུང་གི་ཡུལ་མི་གི་སྤུ་གོ་དེ་ཚོ་འབྲོ་ས་དང་གཅིག་པ་གཅིག་པ་བྱེད་ནས Refugee གླེ་རྒྱུ་ཚང་མ་ལོ་དུས་གོ་སྐབས་གཅིག་པ་སྤྲད་ནས་སློབ་གྲྭ་རེ་ལ་སུ་སུ་སུ་སློབ་གྲྭ་དེ་སུ་སུའི་གི་འདོད་པ་བྱེད་འགྲོ་ཡའི་གཏམ་མེད་ཡོད་དེ་ཚོ་ཚང་མ་ལོ་དུག་སུས་བཏང་གོ་ར་སྤུ་གོ་ཚང་མ་ལོ་སློབ་གྲྭ་འགྲོ་ས་ཡོད་གར་ལ་ཡོད་ཚང་མ་བད་ཁོ་ར་གླེ་པ་ཕྲུག་དེ

ཚང་མ་གཅིག་པ་གཅིག་རྐྱང་བསྟེན་ནས་གཞན་པ་རྩ་བ་ཉིད་ནས་ཡོད་མ་རྟ། ཨ་མདོའི་དམིགས་བསལ་གྱི་རེ་ཕི་ཅི་དེ་ཚོ་དང་པོ་སླེབས་དུས་ཚངས་པ་ལགས་དམིགས་བསལ་གྱི་གཞུང་གི། Tax། ལྟེ་གནས་ཀྱི་དཔེ་ཤག་ཐོག་ནས་ཁོ་ཚོ་ལ་གསོད་རྐྱང་བྱེད་སྒོར་སུ་སུ་སུ་གང་པོ་ལ་ལངས་ཚར་ཚར་པོ་འདུག་ལྟ་དུས། བོད་པའི་གི་སློབ་གྲྭ་ལའི་དེ་མཁར་ཆེན་ཚོར། བོད་པའི་སློབ་གྲྭ་བོད་ཁྱིམ་སློབ་གྲྭ་ལའི་དེ་བོད་ཀྱི་ཐ་སྙད་ཅིག་ཡོད་དུས་ཚངས་པ་ལགས་ཨ་ནི་བོད་པའི་གི། ཆོས་ལབ་ཡ། རིག་གཞུང་ལབ་ཡ། འཐབ་རྩོད་ཐོག་ལ་དཀའ་ལས་རྒྱག་དགོས་ཡ་གི་ལམ་དེ་ཚོ་ལབ་ཡ། ར། མི་རིགས་ལ་ཞེན་ཁོག་དེ་ལབ་ཡ། དེ་ཚོ་གི་ཆེད་དུ་བོད་ཁྱིམ་སློབ་གྲྭ་ལ་དེ་བཙུགས་ཡ། དེ་ཉེ་ཧ་གོ་གི་ཡོད་ཅུང་ཅུང་ཀ་ནས། དེ་ནས།

སེར་སྐྱ་དེ་ཚོ་སྒོ་རྒྱབ་རེ་ལ་ནི་ཁོ་ས་ང་ནི་ཡིན་ཡིན་ཅིག་བསམ་བོ་དྲག་དྲོ་ཕྱི་ལ་ནི་འཛམ་བུ་གླིང་ནང་ལོགས་ལ་བོད་པའི་གི་སློབ་གྲྭ་རྒྱ་གར་ནང་ལོགས་ལ་བོད་པའི་སློབ་གྲྭ་བོད་པའི་སྤུ་གུ་ཆེད་དུ་ཡོད་སྐྱོ་གི་སློབ་གྲྭ་ཚང་མ་ལོ་དམར་ཤོག་གི་ལྟ་བ་གི་འོག་ལ་དུད་འགྲོ་བོ་དང་བསམ་བོ་དྲག་དྲོ་བོ་འདི་ལ་ནི། ཧ་གོ་གོ་ཡ་ངས་བསམ་པོ་ད་ཁྱོད་ཚོ་སློབ་གྲྭ་དེ་ཚོའི་ནང་ལོགས་ལ་ལས་བྱེད་དེ་ཚོ་ལ་ངས་རྩ་བ་ཉིད་ནས་ཞུ་གི་མེད་ད་དཀོན་མཆོག་ལའི་ཁྱེད་རང་ཚོས་ཀྱི་སོ་སོས་ཀྱི་གྱོན་ཆོས་པགས་ཆོས་ལས་ཀ་ཡག་ཐག་ཆོད་བྱེད་དེ་ཁྱོད་རང་ཚོས་ཀྱི་སྒང་ལ་དེ་ཉེ་ཞིག་ཏུ་ཨང་ལྟ་བ་ནག་པོ་བོ་དེ་ཚོ་ལ་གྱོད་ད་བསམ་པོ་ད་རིགས་སུ་གྱུར་བའི་ཀྱི་བུད་མེད་ཡོད་གྱོད་དེ་ཚོ་ཁྱོད་ཚོ་ལང་ཡས་ཀྱི་དུས་ཚོད་སླེ་ཡོད་ད་དཀོན་མཆོག་ལའི་ཁྱོད་ཚོ་གང་ད་ཧ་གོ་གི་མི་འདུག་ཨང། ད་ལྟ་དེ་རབས་ཡོད་སའི་གི་སྒྲུབ་འདི་གཅིག་ཐོན་སོ། སྒྲུབ་མ་ཐོན་མགྱོགས་ག་ཚོད་མང་པོ་ཡོད། ཨ། ངོ་ཐེབས་ནང་ལོགས་ལ་སྟོང་པ་བསྟོད་ནས་བཤད་ད། ཟུར་ལ་བཤད་ན་ཨ་འགྲིག་ཨ་འགྲིག་རེད། སེམས་པ་འཁྱུག་སེ་ང་ལྷོད་ལྷོད་ཆགས་ཀྱི་མི་མེད་དཀའ་ངལ་དེ་མེད་བ་ཆགས་མ་རེད། ད་ངོ་ཐེབས་ནང་ལ་དོད་ནས་བཤད་དགོས་རེད། གཅིག། གཉིས་བྱས་ནས། དཀོན་མཆོག་ལ་ཡི། སམ་བོ་ཏྲ་ལ་གར་ལ་གོར་ད། ད་ང་རང་ཚོད་ཀྱི་འཐུས་མི་སམ་བོ་ཏྲ། བོད་པའི་གི་སྐོར་ལ། གལ་ཆེ་ཤོས། པས་བོད་པའི་སྐད་ཡིག་གི་ཐོག་ལ་ནུས་ཤུགས་མང་པོ་ཤུགས་མང་པོ་བརྒྱབ་ངེས་ཀྱི་ང་རང་ཚོའི་གི་མི་སྣ་ཅིག་ཡ་མིང་དེ་འདྲས་གི་མིང་ཅིག་ཡ་གྲུ་དོ་ཨ་དངོས་གནས་བྱས་ན་དེ་འདྲས་གྲུ་བ་ཡིན་ན་བོད་པའི་གི་ལྟ་བ་དེ་ཏག་ཏག་ལུག་གོ་གོ་རང་ཡང་པུ་གུ་རྣམ་པ་ལ། སྤུ་གུད་ཀྱི་ཀླད་པ་ནང་ལོགས་ལ་གཅིག་དེའི་ཕྱིར་རོ། དེ་ནས་གཉིས་པོ་དེ་ལ། དེའི་ནང་ལོགས་ལ་ལས་ཀ་བྱེད་ཉེས་ཟིན་ཆུང་བུད་མེད་ཡིན་དུས་བརྩམས་པ་ལ་ཡིན་ཚུལ་ལའང་སོ་སོའི་ཀྱི་ཆོས་དང་རིག་གཞུང། སོ་སོའི་ཀྱི་སྤུ་གུ་ལ། ཅེས་མ་བོས་པ་ལྷ་ཐག་ཐག་ཅིག་ཟེར་ཟེར་ཡས་ཀྱི། ཁོ་གཡོ་དེ་སྤྲེལ་གོ་གོ་རང། གུ་གབ་དེ་སྤྲེལ་གོ་གོ་རང། ང་ད་འདོད་འདོད་བྱེད་མི་འདོད། ད་དེ་ར་བའི་སྲས་ཀྱི་སྐད་ཆ་གཅིག་གར་ལ་ལགས་པས། ང་རུང་བ་ཡང།

ཨོ་ཏྲ་ལགས། ཨོ་ཏྲ་ལ་བརྩེ་བར་ལགས་ན། གཞུང་གི་ག་རེ་ལ་ནས་དེ་ལ་བྱེད་དགོས་རེད་ལགས། གཞུང་གི་བཀའ་ལ་བརྩེ་དགོས་རེད་ལ་དེ་ཡི་དམར་ཤོག་གི་ལྟ་བ། དཀོན་མཆོག་ལ་ཡིན། འདི་རུ་བ། དེང་སང་གི་མི་དེ་ཚོ་སྙིང་རྗེ། སེམས་པ་ཆུང་ཆུང་ཞིའུ་ཅིག་ཆགས། གཞུང་གཞུང་ལ་ན་གལ་ཆེན་པོ་ཞིའུ་ཅིག་མཐོང་གི་འདུག་སྙིང་རྗེ། སེམས་ལ་ཨེ་འདྲི་དངངས་སྐྲག་སྐྱེ་རྒྱུ་ཟེར་ལྟ། སྔོན་ལས་ཆེ་ན་དེ་རབ་ཡོད་སྲས་ཁྱེད་རང་ག་རེ་བྱེད་དགོས་སྐོར་ལ་བཀོད། དགོངས་པ་ཤོད་ཡོད་མ་རྟ། སོ་སོའི་གི་ཐོབ་ཐང་རྩི་དགོས་སྐོར། རྩི་རྒྱག་དགོས་སྐོར། འགྲོ་གི་མེད་ལག་དགོས་སྐོར། སྤི་བཏང་བཅོལ་ཡོད་མ་ར། ཁྱེད་རང་འགྲོ་བྱེད་ན་སོ་སོའི་གི་ནོར་འདུས་སྤུ་ཙམ་བཟོས་ཡོད་མ་ར། ད་འདོད་གཅིག་གི་འདི་ཨིན་ཏྲ་རེད་གི་ཐོག་ནས་དངངས་སྐྲག་དང་བུ་གཟུགས་ཐོག་པོ་བཟོས་ནས་དགོངས་པ་མ་ཤོད་རང་ཤོད་འགྲོ་གཅིག། བཟོད་དོ། ཕ་མ་ལ weakness ག་རེ་ཡོད་རུང་སྤུ་གུར་ར། ཕ་མ་ལ་ཡང་དེ་ལ་རྩ་བ་ཆེ་ཤོས་དེ་སྤུ་གུར་སྤུ་གུར་ལས་ལྷག་ག་ཡོད་མ་བལྟ་ཕ་མ་ལ་དེའི་ཆེ་ཤོས་སྤུ་གུར་ཡིན་དུས། སྤུ་གུར་དེ་ལ་གནོད་པ་ག་འདྲ་ཞིག་བསྐྱལ་དགོས་འདུག་སྤུ་གུར་དེ་ཉམས་དོ། ག་འདྲའི་དུས་ཚོད་སྟངས་མ་ཆོས་ཀྱི་གནས་སྟངས་བཟོད་དགོས་འདུག་དེ་འདྲའི་ལ་ནི། ཕ་མ་དང་སྤུ་གུར་ཁ་བྲལ་གཏང་ཡུལ་གྱི་ཐབས་ཤེས་གཅིག་བྱེད་ཁ་བྲལ་གཏང་མ་ཐུབ་ན། ཁ་བྲལ་གཏང་ཡུལ་དེ་ག་རེ་ལ་དགོངས་རེད། ཕ་མ་འུ་ཐུག་ནས་ལས་ཀ་གི་དོན་དང་ས་གནས་གཞན་པ་ཅིག་ལ་འགྲོ། སྤུ་གུ་དེ་ས་གནས་གཞན་པ་ཅིག་ལ་མ་ཤར་རང་ཤར་ཐུ་བའི་ཤི་ཏོ། འོང་དེ་འདྲས་ཀྱི་གནས་སྟངས་དེ་ཡིན་བཟོས་ཡ་བྱས་དེ་འདྲས་བཟོས་མ་ཐུ་ན། སྤུ་གུ་དེ་ལ། བུད་མེད་ཆགས་ཡས་ཀྱི། ནུས་པ་ཡོད་སྐྱོ་དེ་ལ། ཨ་ནི། ནུས་པ་དེ་མ་ཉམས་བཅོས་ཡ་བྱས་ཐུ་རེད་ཁོ་ཡོད་ཡག་པོ་མ་སྤྲད་ནས། ད་ག་རང་བརྩི་གི་ཡོད་ཨ། ད་དུས་ལ་དུས་ཙམ་པ་ལ་གལ་སྲིད་ངེད་ཀྱི་བོད་ཁྱིམ་སློབ་གྲགས་ཀྱི་སྒེར་ལ་རྙིང་པ་དེ་འདྲས་ཟེར་གྱི་ཡོད་ན། ངེད་མ་ང། ཨེན་ཅི་གེ་ལ་དེ་ཅོ་ཀུ་རི་སི་གེ་ལ་གེ་དི་གི་ལ་ལ་ངས་བྱོས། གེ་དི་གི་ལ་གེ་སི་སི་གོས་ནར་བ། གེ་དི་གི་ལ་སྙེ་མ་ཨ་ང་ཚོ་བུ་ཁྱོད་སློབ་གྲྭ་ལ་ཡོད་དུས། འཛིན་གྲྭའི་ནང་ལོགས་ལ། Break གི་དུས་ཚོད་ཟིམ་རོ་ཟིམ་རོ་བྱེད་དུས། ངས་གི་སྐད་ཆ་དེ་ཅིག་ཚོ་བུ་དང་དེ་འདྲའི་ཐོག་ནས་བཤད་གི་མེད་ད་ངས་སྐད་ཆ་དེ་བུད་མེད་གི་བུད་མེད་ཚང་མ་ལ་བྱུང་རྒྱུག་གི་ཐོག་ནས་བཤད་གི་ཡོད་ར། གེ་དི་གི་ལ་གེ་ཆུ་བ་གྱོན་གི་ར། ཆུ་བ་ནང་ལོགས་ནས་འོ་མ་ཡེ་ས་དེ་རློན་པ་ཆགས། སྤུ་གུ་ལ་འོ་མ་སྤྲད་ཀྱི་དུས་ཚོད་རེད་ནི། འཛིན་གྲྭ་ལ་བསླབ་བདེ་སྒོར། ཕྱུ་པ་འདི་ལོན་པ་ཆགས་ཀྱི། སྤུ་གུའི་ཨ་མ་ཆེ་དྲག། སྤུ་གུ་དམར་འཇགས། མི་རྟག་པ་རྒྱ་ས་ཚ་ལ་བཞག་དགོས་སྒོར། ད་ད་འདྲ་འདི་གི་ཐོག་ནས་བུད་མེད་ཀྱི་ཐོབ་ཐང་ལ་དེ་སྐད་ཆ་ཅིག་ཆགས་ཀྱི་འདུག་ཨ། སེམས་པ་ཡོད་སྐྱོ་གི་འདུག་ལ་དེ་དུས་ཡིན་ནི་གལ་ཆེ་མི་འདུག་ཨ། ད་ཡིན་ནའི་སྟབས་ཡག་ནི་ལྟ་རྟོག་བྱེད་ཉེན་བོད་པ་རེད། ཡིན་ནའི་ད་ལྟའང། པོ་མཆོང་སྦྱོང་བྱེད་ཡིན་པ་ཡིན་ན་རང་ཕྱི་རྒྱལ་གྱི་འགྲོ་སྟངས་ཐོག་ནས་ལོ་གཉིས་ལོ་གསུམ། སྤུ་གུ་དང་ཕ་མ་ཡང་མིན་ན་ཨ་མ་ཡང་མིན་ན་དཔའ་བ་བར་ལ་དུས་ཚོད་སྐལ་གྱི་དུས་ཚོད་དེ་གླ་ཆ་ཡོད་པ་ཐོག་ནས་རང་གཞུང་གི་དཔེ་ཤག་སྤྲད་གོ་ཐུབ་སྤྲད་ནས་ཨ་ནི་དེ་འདྲའི་དུས་ཚོད་དེ་བཏང་ཐུབ་ན་ཇེ་མང་མི་སད་དེ་མི་སད་ཡག་པོ་ཅིག་ཆགས་ཡོད་རང་རྒྱལ་ཁབ་ལ་ཞེན་འགོག་ཡོད་རྒྱུ་ཅིག་ཆགས་ཀྱི་རོ། ད་ད་ད། དགེ་སྡིག་བླ་གྲོགས་ཀྱིས་ང་ད་རུ་ཐོབ་ཐོབ་ལ་བསམ་བློ་འཁོར་སོང་ཡ། ད་ཁོང་ཚོ་ག་རེད། བོད་རྒན་སློབ་གྲྭར་དེ་དུས་དགེ་རྒན་ཆེ་ཁོག་རེད Maternity Leave ལ་ནི་ལོ་གཅིག་གཉིས་ཏན་ཏན་ཡོད་མ་རེད། པུ་གུ་ཟླ་བ་གཅིག་དང་ཕྱེད་ཀ་རེད་ཅིག། ངས་ནོར་མེད་ན་དེ་འདྲའི་འདྲ་བོ་ཅིག་ནས་ཨ་ནི། རྫོགས་བཞག Maternity Leave།

ཀླད་པ་དེ་ཏིལ་ཞིག་ཕུ་རོག་སི་ཏོག་ཅིག་ཕྱིན་ཏེ། ཧང་སང་ནས། སྐད་ཆ་ཅིག་གཅིག་དོན་དུ་བརྩམས་པ་སྐད་ཆ་གཞན་པ་གཞན་པ་གི་ཐོག་ལ། བསམ་བློ་ལ་དྲན་གསོའི་སྒྲོག་ཐེབས་ར་ཡང། ཕུ་སི་ཏོག་དུ། ངས་གི་སྐད་ཆ་བཤད་དེ། ང་རང་ལ་ཐོབ་ཐང་རང་དབང་དེ་མ་རག་ནི་ལག་མེད་ད། ང་རང་ལ། ང་རང་གི་སྤུ་གུ་པ་ལ་ལས་ཀ་ལ་འགྲོ། ང་རང་རོ་ཨ། ལོ་བཅུ་བཞི། སྤུ་གུ་སྐྱེ་ནས་བྱས་ནས་ལོ་བཅུ་བཞི་སྤུ་གུ་ལོ་བཅུ་བཞི་ཆགས་ཆགས་པོ་འདུག་ང་རང་ནང་ལ་སུ་སུ་སྤུ་གུ་རང་ལྟ་ཐོ་བྱས་ནས་སུ་སུ་ནང་ལ་བསྡད་ཡིན། འཆི་ཁའི་དུ་བ་ཡིན་ན་རོ་ཨ་གལ་སྲིད་ཨ་མ་ལ་གྲོ་སོང་འདང་གི་མི་འདུག་ནར་ལྟ་གཞུང་གི་རོགས་པ་ཁྱོགས་ཅིག་བྱེད་ཀྱིར་གནས་སྐབས་ཀྱི་རོགས་པ་ཅིག་བྱེད་ཀྱིར་ང་སྤྲོ་བྱེད་ན་དེ་འདྲའི་རོགས་པ་སློང་གི་ཐུག་ཡོད་མ་རེད་ཁ་ནས་སོ་སོའི་གི་སྤུ་གོལ་གྱི་དཔའ་བ་དེ་གི་དཔལ་འབྱོར་གྱི་གནས་ཚད་ལ་དཔའ་བའི་གི་རོགས་པ་བྱེད་དང་མ་བྱེད་ང་ཚོ་དེ་འགྲིག་བསྡད་ཡོད་ར་དེ་གི་གཞུང་ནས་རོགས་པ་དེ་འདྲའི་སྤུ་ཙམ་གླས་མེད་ར་ཡིན་ན་ཡང་སྤུ་གོ་མཉམ་དུ་དུས་ཚོད་གཏང་རྒྱུག་གི་གྲུབ་འབྲས་དེ་ད་ལྟ་ཐོན་གྱི་འདུག་ཨ། སེམས་ཤུགས་དེ་ད་ལྟ་ཐོན་གྱི་འདུག་ཨ་དཔེ་གལ་ཆེན་པོ་རེད། ད་དེ་འདྲས་མ་བྱུང་བའི་ཆེད་དུ་སྤུ་གུ་དང་ཕ་མ་ཁ་བྲལ་བཏང་ཡོད་ཀྱི་ཐབས་ཤིག་བཏང་ཡོད་ཞེས་ད་དཔེ་དུག་ཅར་ལ་ཡིན་པ་འོང་དེ་གིན། སྤྱི་ཟླ་གསུམ་པའི་ནང་ལ་སྤྱི་འཐུས་གྲོས་ཚོགས་ནང་ལོག་ན་སྐད་ཆ་དེ་ཡིན་གཅིག་མིན་གཅིག་བསླང་དགོས་འདུག་ལ་ཡིན་ཏེ་ཧོན་ཐོ་ར་གལ་ཆེན་པོ་རེད་དེ་སྐད་ཆ་བུད་མེད་ཅིག་གིས་སོ་སོའི་གི་དཔང་རྟགས་མེད་སྐྱོགས་ཀྱི་སྐད་ཆ་ཅིག་གཞུང་གི་སྡིངས་ཆ་ག་ལ་ཁེལ་ཡས་ཀྱི་སྐད་ཆ་དེ་མར་བཏགས། ད་ལྟ་སྐད་ཆ་དེ་བོད་མི་ས་ཡ་གསུམ་གྱིས་རེད་བ། སོ་སོའི་གི་བོད་ཀྱི་རྩ་དོན་ཆེད་དུ་བུད་མེད་ཀྱི་མི་འབོར་འཕེལ་རྒྱས་བྱེད་ཡས་ལ་ཨ་ནི་དཀའ་ཉེ། དེའི་བྱེད་ཡས་ཀྱི་ལམ་ལ་དཀའ་ངལ་ག་འདྲི་ག་འདྲི་ཡོང་གི་འདུག་ཟེར་བར་རྗེས་ག་འདྲི་ག་འདྲི་བཏང་གི་འདུག་ཟེར་ལས་བྱེད་ར་ཨ་མ་དང་སྤུ་གུ་ཁ་བྲལ་བརྟན་གྱིས་འཆར་གཞི་བྱས་དེས་མ་ཆོག་ནའང་སྤུ་གུ་ལ་བོད་པ་ཡང་དང་ལྡན་པ་ཅིག་ཆགས་མ་ཐུབ་ཡས་ཀྱི་འཆར་གཞི་འདྲོགས་བྱེད་ནས་གང་ལྟར་མ་ལྟར་ར་བོད་མི་རིགས་ལ་ཡས་དེ་རྩ་ལ་བརྟན་གྱི་འཆར་གཞི་འདྲོགས་གཞི་མཐོང་གི་འདུག་བྱས་ཙང་ད་ལྟའང། དེ་རབ་ཡོད་སྲིད་ཀྱི། ཚོགས་མི་ལ་གར་ཟ། ཚོགས་མི་དེ་ཚོ་སུ་སུ་རེད་ལ་མ་ཟ་ཁོ་ཚོས་ཀྱི་ཐག་བཅད་ཚར་ཡིན་ལགས་འདུག་ལ་ཟ། ཚོགས་མི་དེ་ཚོ་མིང་དེ་ཚོ་མ་བཀྲམ་ན་ཡག་པོ་ཡོད། བཀྲམ་པ་ལ་དཔའ་བའི་ལས་གུས་སྤེལ་ཡ་ཡོད། ཁོ་ཚོ་རྐུབ་བཀྱག་ག་ལ་ཁ་གྲག་སྐྱེ་བོ་ཆེ་ནི་དེ་དེ་རོ། ཨ་མའི་གི་སེམས་ཀྱི་ན་ཚ་དེ་ཧ་གོ་གོ་མར་ཁོ་ཚོ། ཁ་རྒྱགས་པ་བཤེས་གཉེན་ཞུ་དོ། ཨ་མ་རིགས་སུ་གྱུར་བ་ལ་གུས་ཞབས་མེད་སྐྱོང། བུད་མེད་ཚང་མ་ལ་མཐོང་ཆུང་བཏང་ཉེ། རང་བུད་མེད་ཐོག་ལ་མགོ་མ་ཚོས་ཉེ། ཨོ། དེ་ཚོ་ཚང་མས་ཀྱི་ཁ་རྒྱགས་པ་བཤེས་ནི། གང་ལྟ་མང་ལྟ་བོད་མི་རིགས་ཀྱི་བརྒྱ་ཆ་ལྔ་བཅུ་གཅིག། སེམས་ཀྱི་ནུས་པ་དེ་མ་བསླད་མེད་ཀྱི་ཐབས་བསྲང་གི་ཐུགས་ང་སྙམ་དུ་དྲུག་མར་བཏགས ok བུད་མེད་ཚང་མ་ལོངས་ཤོག་ལན་པ་བུད་མེད་ཚང་མ་ལངས་ཤོག་ད་དེའི་གི་སྐད་ཆ་དེ་ད་ལྟ་བུད་མེད་ལྷན་ཚོགས་དབུས་བུད་མེད་ལྷན་ཚོགས་དམ་ས་ལ་དུའང་ནག་པོ་ནག་རིགས་བུད་མེད་ལྷན་ཚོགས་ད་ཁྱེད་ཚོས་གི་སྐད་ཆ་དེ་ཚོ་ཡང་སྐྱ་ཡ་གས་ཆེན་པོར་དང་ཁ་རྒྱག་པ་བྱས་ནས་སྤེན་པ་ཚེ་རིང་གི་གཞུང་སྐབས་རྒྱབ་ལ་རྐུབ་བཏགས་ནས་མ་བདེ་བ་བྱེད་རོགས